ཤི་ལ་ཐོ་ནི་ཤོག་ལ་ཕེབས་ཨ་ནི་སློབ་གཉེར་གནང་སྟངས་གང་ནི་ས་ཆ་གོ་ཨ་ནི་སློབ་གཉེར་གནང་འདུར་བ་ཨོ་དེ་འདྲའི་སྐོར་ལ་ཞུས་གི་ཡིན་ཨ་ནི་སེམས་པ་དེ་ཁོང་གི་དགེ་རྒན་གནང་བ་དེ་ནི་ཤམ་གཅིག་གི་ཕྱག་ལས་གནང་བ་ཨོ་དེ་འདྲའི་སྐོར་ལ་ཞུས་ཡིན་ཨ་ནི་བཞི་པ་དེ་ཁོང་མལ་ཡུལ་ཚན་ཚན་ལ་ཕེབས་ཏེ་བརྟག་འབྲེལ།

སྤྲུལ་པ་དེའི་ཁོང་གིས་ད་ལྟ་བར་དུ་མཛད་པ་སྲོང་བཙན་གསུམ་ག་རེ་ནང་དུ་ཕྱག་གསུམ་ག་རེ་ནང་དུ་དེ་རིགས་སྐོར་ལ་ཞུས་ཀྱི་ཡིན། ཨ་ནི་བདུན་པ་དེ་ཐེག་ཚུལ་རྟགས་མཚན་ནི་ཁོང་གི་ཤངས་ལ་ཕེབས་རོ་འོ་དེ་སྐོར་ལ་དེ་དོན་ཚན་རྣམ་པ་བདུན་གྱི་སྐོར་ནས་ཞུས་ཀྱི་ཡིན། ཟེར་སྟངས་ཀྱི་ངས་ཀྱི་ད་ལྟ་རྩོམ་ཡིག་རེ་ཞབས་ཏུ་ཞུས་ཀྱི་མིན་དེ་ལ་ངས་ཀྱི་ད་ཚང་མ་ཀྱི་གོ་བརྡ་འཕྲོད་ལེ་ལགས་འོ་མ་ནི་དེ་ལ་ཉེ་ཡོད་འོ་འདི་བཟོས་བཞག་ཡོད་ཨ་ནི་འདི་ལ་བལྟ་གི་བལྟ་གི་ངས་ཀྱི།

ཁོང་གི་ཡབ་ཀྱི་མཚན་ལ་ནི་རྒྱལ་ལོ་ཟེར་གྱི་འདུག་ད་ནི་ཁྱིམ་ཚང་གི་མིང་ལ་ལྕང་སྡོང་ཚང་ཟེར་ད་ག་ཚོད་ལྗང་སྡོང་ཚང་ཟེར་ཚོད་ལྕང་སྡོང་ཚང་ཟེར་གྱི་འདུག་འོ་དེ་ལྕང་སྡོང་ཟེར་བ་ཡི་གེ་འདི་འདྲའི་ཡ་བྲལ་ས་སྣ་ག་མང་པོ་ཡོད་དེ་ན་ལྕང་སྡོང་ཚང་ཟེར་ནས་བྲིས་གྱི་ཡོད་རེད། ཡུམ་དེ་མཚོ་མོ་བཟའ་ཨ་ནི་བ་རོང་བཟའ་ད་དེ་བ་རོང་གི་མིང་ལ་བ་རོང་བཟའ་མཚོ་མོ་ཟེར་ཡུམ་གྱི་མཚན་ལ་བསྡད་ཀྱི

དེས་ན་ཁོང་ཐོག་མར་བོད་ནས་ཡར་སླེབས་དུས་གང་ལ་ཁོང་གི་ལྟེ་ཨར་སའི་དེབ་གསལ་བོ་ཞིག་ཨོ་དེའི་ནང་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བདུན་ལ་ནས་བྲིས་ཡོད་རེད། དེ་འདྲའི་ཡི་གེ་གང་ལ་དགུང་ལོ་དགུ་བཅུ་གོ་གཅིག་ལ་བཞུགས་ཡོད་རེད། ཨོ་དེ་ནས་ད་ལྟ་ལས་ཆུ་ཚོད་རྩོམ་ཤོག་ངས་བྲིས་གང་ལ་ཉི་ཤུ་རྩ་དགུ་བྲིས་རོང་བྲག་ལ་ཉི་ཤུ་རྩ་བརྒྱད་ལ་ནས་བྲིས་ཡོད་རེད་ང་ཚོས་ཁོང་གིས་ད་ལྟ་སྐག་སྡོང་གི་གཤམ་ལའང་ཉི་ཤུ་རྩ་དགུ་ལ་ནས་བྲིས་ཡོད་རེད། ཨོ་ཨ་དེ་འདི་རེད་དེ་གཅིག་རེད་ད་ཐོག་མར་ཁོང་གི་མཚན་དང་པོ་ལ་བྱས་ཙང་གི་མཚན་གི་རྣམ་གྲངས་མང་པོ་ཡོད་རེད་ཐོག་མར་ཁོང་སྐུ་འཁྲུངས་ཡིན་སྐབས་ལ་ཨ་ནི་མཚན་གི་ཐོག་མ་དེ་ལ་བླ་མ་ཐར་བའི་ལ་ནི་ཞུས་ཀ་རེད་གཞི་ནས་བླ་མ་མེ་རི་ཁྲི་འཛིན་གི་ཁྲི་ལ་འཁོད་དུས་སྒང་ལ་ཨ་ནི་ལུང་རྟོགས་བསྟན་པའི་ཉི་མ་ལ་ནི་འཁོད་ཡོད་རེད། མེ་རི་ཁྲི་ལ་དགའ་དུས་ཞིག་རེད་དེ་ནི་ཕྱི་ལོ་བཅུ་སྟོང་དགུ་བརྒྱ་དྲུག་ཅུ་རེར་སྐུ་ལོ་མེ་རི་ཁྲི་འཛིན་ལ་ཁྲི་ལ་ཞིག་རེད་ཨ་ནི་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ལ་ཤང་ལ་ཕེབས་རེད་མེ་རི་ཁྲི་འཛིན་ལོ་བཞི་བཞི་བརྒྱད་ལ་གནང་ཡོད་རེད། འོག་དེ་དང་ནང་དོན་གནད་ཀྱི་གཙོ་བོ་དེ་རྩིས་ཏེ་ནི་ཁོང་གིས་ཐོག་མར་བོད་ནང་ནས་ཁོ་རང་གི་ད་གཞུང་ལུགས་དང་སློབ་གཉེར་གནང་ས་དགེ་འདུན་དང་བླ་མ་གཙོ་བོ་དེ་ཧོར་པ་གྲོང་རིམ་པ་བསྟན་འཛིན་དབུ་གྲུབ་ཟེར་དེ་རེད། དེ་ཡང་ཁོང་གི་ཕ་ཡུལ་གྱི་བླ་མ་ཅིག་རེད་བླ་མ་སྐད་གྲགས་ཆེན་པོ་ནི་སོང་སོང་མང་པོ་ཡོད་ས་དེ་འདྲའི་བླ་མ་ཅིག་རེད་རོ། འོ་བླ་མ་དེ་དུས་ཆུ་རྒོད་ལ་གྲོང་རྒྱུག་གི་བླ་མ་ཅིག་རེད་ད་བླ་མ་སྐད་གྲགས་ཆེན་པོ་རེད་ཧོར་པ་གྲོང་རིམ་པ་བསྟན་འཛིན་དབུ་གྲུབ་ལ་ན

ད་ལྟ་བསྟན་འཛིན་འོད་དུ་ཚེ་ཁོང་གི་ལག་ན་གཙོ་བོ་གཅིག་གནང་འདུག་སོམ་ཉི་གནང་ས་ཡིན། ད་ནི་དུས་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་ལོ་ནས་བཟུང་སྟེ་ཁོང་ཨ་ནི་སྲིད་ལོག་ལ་ཕེབས་ཨ་ནི་ཐོག་མར་རྒྱལ་རོང་འཕྲོ་སྐྱིབས་ཟེར་ཡ་དེའི་རྒྱ་ས་ཀྲིག་སི་ལ་ཕེབས་ནས་ང་ཚོ་སྨན་རིའི་ལྔ་མཆོད་སྒར་སི་ན་བོན་པོ་གི་དགའ་བཀའ་འགྱུར་འོ་བ་དོ་དོ་ཤངས་པར་དོ་དོ་གདན་འདྲེན་བྱས་ནས་ཕ་ཡུལ་ལ་གདན་འདྲེན་ཚར་གཉིས་ཚར་གདན་འདྲེན་ཞུས་ཤངས་པར་བརྒྱབ་ནས་གདན་འདྲེན་ཞུས་དེ་འདྲའི་ཡོན་རྫབ་བསྐྱངས་ཡོད་རེད། ཆུ་ལོག་བཅུ་དེ་ནི་རིམ་པ་བཞིན་དུ་ཡར་རེ་ཕེབས་ནས་ད་ཆུ་ལོག་སྨད་རི་ཡར་བརྩམས་ཤོག་ལ་སྨད་རི་ལ་ཕེབས་ནས་སྨད་རིའི་ཕྲན་ཚེགས་སོ་གསུམ་སུམ་ཅུ་ཐམ་པ་ལ་མཇལ། སུམ་ཅུ་ཐམ་པ། ཆུ་ལོག་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོ་ལ་རེད། དེ་ནས་ང་དྲུག་ལོ་ང་བདུན་དེ་ལ་འབྲས་སྤུངས་ལ་ད་བོང་བུ་བའི་གཞུང་ལུས་ཚང་མ་སྦྱངས་ཚར་ནས་ནས། པ་འདི་ནི་འབྲས་སྤུངས་དགོན་པ་ལ་གཞིགས་ནས་སློབ་གཉེར་གནང་འདུག་སློབ་གཉེར་ལོ་གཅིག་ཙམ་ཕྱེད་ཀ་ཙམ་དེ་འདྲ་གནང་འདུག་དེ་ནས་བོད་ལ་དུས་འགྱུར་སླེབས་ནས་རྒྱ་མི་སླེབས་ནས་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་ང་ཕྲག་ལྔར་སྐུ་ལོ་འབྲས་སྤུངས་ནས་ཐོན་ནས་ནི་སེར་སྐྱ་བར་ལ་ཕེབས་འདུག་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོར་ནི་ལོ་དང་སྟོད་འོལ་དང་ཏཱ་མ་ལ་ཡའི་རི་རྒྱུད་བརྒྱུད་ནས་ཕེབས་འདུག་དེ་སྐབས་སམ་བླ་མ་མང་པོ་ལ་མཇལ་གདམས་ངག་དབང་བློན་སློབ་ཁྲི་མང་པོ་འོ་ཞུས་དེ་འདྲ་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཡས་བཅུ་ལོ།

ཨོ། འདི་མི་ལ་བཀྲ་ཤིས་ལྷག་པ་ཟེར་སེ་ར་གི་གྲྭ་བ་ཞིག་རེད་བསམ། འདི་མི་འདི་ཨོ། ཨ་ནི་ཁོང་རྣམ་པ་མཉམ་དུ་ཨ་ནི་སི་ནུལ་དགེ་རབ་ཀྱིས་ཨ་ནི་ཁོང་རྣམ་པ་དབྱིན་ཇི་ལོངས་པ་ལ་གདན་འདྲེན་ཞུས་ཏེ་དབྱིན་ཇི་ལོངས་པ་ལ་གདན་འདྲེན་ཞུས་ནས་དང་པོ་སི་ནུལ་དགེ་རབ་དེ་ཨ་ནི་རྒྱ་གར་ལྡི་ལི་ལ་ཐུགས་དེ་གང་ལ་མེ་རི་ཁྲི་འཛིན་ལ་ཐུགས་དེ་གང་དེ་སྐབས་སུ་ཁོང་ཚེ་ན་སངས་རྒྱས་བསྟན་འཛིན་ལ་ཡི་དྭགས་བོང་བུ་དགེ་བཤེས་ཅིག་རེད། ག་རེ་བྱེད་ཀྱི་ཡོད་ལབ་དུས་བོང་བུ་གི་དཔེ་ཆ་པར་བརྒྱབ་ཀྱི་ཡོད་ལབ་ནས་དེ་དུས་སི་ནུལ་དགེ་རབ་ཁོ་ཁོ་ཧ་ལས་སོང་ལབ་པ་རེད་མི་ཚང་མ་ག་ལ་ས་ཡ་མ་རག་ད་དུས

གཅིག་གིས་བསྟན་པ་མགོན་པོ་སྐྱོང་ལྡན་གྱིས་རྗེས་མ་མི་མང་ཆེ་བ་བླ་མ་དང་གྲྭ་བ་སྐྱོང་བ་རེད་རྗེས་མ་ལྷག་ལྡན་གྱིས་སྨན་རིའི་ཁྲི་འཛིན་དང་ཨ་ནེ་ཡོངས་འཛིན་བསྟན་འཛིན་རྣམས་དང་ཁོང་གཉིས་མ་གཏོགས་ལྷག་ཡོད་མ་རེད་ཟེར་གྱི་འདུག་ཨ་འོ་དེ་ནི་དབྱིན་ཇི་ལ་ཕེབས་ཨ་ནེ་རྗེས་མ་ཚེ་ལྷ་འདིར་དབྱིན་ཇི་ལ་བཞུགས་དུས་སྐབས་ལ་འདས་ཚེ་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅེ་རེ་གཉིས་ལོ་ཨེ་ཉིས་དབྱིན་ཇི་ལ་སློབ་གཉེར་གནང་ཕེབས་སུ་རེད་འདུག་ལྷ་འདི་རེད་འདི་བསམ་སྡིངས་མཁར་མི་རེད་ཨ་ནེ་འདི་ཁྲི་འཛིན་རིན་པོ་ཆེ་རེད་འདི་ཡོངས་འཛིན་བསྟན་འཛིན་རྣམས་དག་རེད།

ཨ་ནི་སློབ་གྲྭ་གི་ད་བཙན་ཤུགས་ཀྱིས་བོད་པ་ལོ་སློབ་གྲྭ་དགེ་རྒན་གྱི་ཐོག་མ་གནང་རེད་ཟེར་གྱི་འདུག་ད་འདི་དྭངས་སང་སློབ་གྲྭ་དེ་ག་ལེ་ག་ལེ་འགྱུར་གྱིན་འགྱུར་གྱིན་མ་སུ་རི་གི་སློབ་གྲྭ་རེད་ཟེར་གྱི་འདུག་འདི་ག་སུ་ནི་ལ་ཨོ་ཁིན་བཀྲ་སང་འོ་དེ་འདྲའི་སློབ་གྲྭ་གི་དགེ་རྒན་ཕྱག་ལས་གནང་དགེ་རྒན་གནང་རེད་དགེ་རྒན་གནང་ནས་ནི་ད་འདི་ན་འདི་ག་སུ་ད་ཁུངས་འདི་རེད་ཐུན་ཚོད་རིན་པོ་ཆེ་འདི་རེད།

དོ་བདག་དགེ་རྒན་ལོ་གསུམ་བཞི་གཅིག་ལ་གནང་བ་རེད་དེ་ནས་ཕར་ནོར་ཝེ་ལ་ཕེབས་ཨ་ནི་ནོར་ཝེ་གི་ཨོ་སི་ལོ་ཡུ་ནི་བར་སི་ཏི་ད་ལྟ་ཕེབས་ལྷག་གནང་ཚེ་དོ་བདག་རིན་པོ་ཆེ་གི་གྲོགས་པོ་ལབ་ན་ཨ་ཁོ་གི་གྲོགས་པོ་ཡིན་ལགས་གོ་རེ་གྲོགས་པོ་གནང་ནས་གྲོགས་པོ་མཉམ་ཞུས་གཡག་ཞུས་ཨ་བུ་འབངས་ཡིན་ཟེར་གོ་རེ་ད་ཁྲིད་རྒྱུ་གཅིག་བ་རེད་དེ་ནས་ཁྲིད་རྒྱུ་གི་མཁས་པ་ཕེ་ཁ་བ་ན་ཟེར་གོ་རེ་ད་ཁོ་བུ་འབུ་གི་ད་ཆོས་དང་རིག་གཞུང་སྐོར་ལ་ད་ཞིབ་འཇུག་གནང་ནས་ད་རྒན་རང་ཞུས། ད་རྒན་ཞུས་ཅིང་ཟེར་བར་ད་ལྟ་ཡང་ཞུས་དེ་ད་ཁ་སྐྱོ་ཁུང་བུ་བརྒྱ་ཆ་བརྒྱད་ཀྱིས་ནོར་ཝེ་ཀྱི་ཨོ་སི་ལོ་ཡུ་ནི་ཝར་སི་ཏིའི་དགེ་རྒན་ཆེན་མོ་རེད། འོ་ཁོང་གིས་གདན་འདྲེན་ཞུས་ནས་ནི་ནོར་ཝེ་ལ་བཞུགས་ཏེ་སྐབས་ལ་རེ་དྲུག་ཕྱེད་རེ་བདུན་ལོ་ནོར་ཝེ་ལ་བཞུགས་ནས་ནི་དགེ་རྒན་གྱི་ད་དགེ་རྒན་གྱི་ཕྱག་ལེན་ཡིན་ན་ཁྱིམ་གཅིག་གི་ཕྱག་ལེན་ཡིན་ན་དེ་འདྲའི་ཕྱག་ལེན་ནང་ནས་བཞུགས་བསྡད་ཡོད་རེད།

གཡུང་དྲུང་ནང་གི་མཁན་པོ་ཤེར་དཔལ་སྤྲིན་རྒྱམ་སེང་གེ་ནི་འདི་ཀྱི་མ་རེད། ཀྱི་མ་རེད་ཀྱི་རེད་སྟག་སྒྲིལ་སྒྲིལ་བཞིན་པ་ནི། ཨོ་ཁྱུང་རྣམ་པ་གི་སྟག་སྒྲིལ་སྒྲིལ་ནི། སྟག་མི་ད་ད་ང་ཚོ་མེ་རི་ཕྲན་ཚུན་སོ་གསུམ་པ་ད་ད། ཨོ་དེ་དེ་སྐབས་སུ་ཁོང་གི་མིང་ལ་ཨ་མདོ་སངས་རྒྱས་བསྟན་འཛིན་ཟེར་དགོས་རེད་ནི་ཁོང་སྒྲིག་ཆེན་རིམ་གྱིས་ཀྱི་ལོ་སྟག་སྒྲིལ་སྒྲིལ་ནི་ནི་མེ་རི་ཕྲན་ཚུན་གི། སྟག་རི་ལ་དཔའ།

ཨ་ནི་འདི་སྐབས་སུ་མཚན་བླངས་ལུང་རྟོགས་བསྟན་པའི་ཉི་མ། ལུང་རྟོགས་བསྟན་པའི་ཉི་མ། ལ་ནི་གསོལ་ཏེ་ལུང་རྟོགས་བསྟན་པའི་ཉི་མ་དཔལ་བཟང་པོ་ལ་ནི་ཨ་ནི་ཁྲི་ལ་བཀོད་འདི་སྐབས་སུ་ཁྲི་བྱང་ཆུབ་འདི་སྐབས་སུ་ང་ཚོ་ལ་ཚོགས་ཁང་རྫིག་པོ་དང་ས་ཆ་རྫིག་པོ་དང་དེ་འདྲའི་མཐུན་རྐྱེན་ཆ་ཚང་ཡོད་མ་རེད་ད་གུར་གྱི་ནང་ལ་གདན་འདྲེན་ཞིག་ཨ་ནི་དེ་ནི་ནང་དུ་ཨ།

མ་ཟིན་ཅིག་དགོས་ཡ་ཨ་ནི་དགོན་པ་ལ་ཚོགས་ཆེན་དབུ་འཛུལ་ཅིག་དགོས་ཡ་རྒྱལ་བཀས་གནང་བས་ཚང་མ་ཁོང་གི་ནང་ཡིན་ལབ་རེད་ཐོག་མར་ཟླ་འདིར་ཡི་གེ་ལབ་དགོས་སྐབས་སུ་བུ་གུ་ཚོ་ལ་ཡི་གེ་ལབ་ཡ་དང་དེ་འདྲས་ཚང་མ་ཁོང་གི་ནང་ཡིན་ལབ་དགོས་རེད། དེའི་གཞིགས་ནས་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་སྟོང་བརྒྱད་ལོ་རེད་ད། མེ་རི་ཁྲི་འཛིན་ལ་གོ་ལི་བྱས་ནས་བདུན་ཅུ་སྟོང་བརྒྱད་ལོ་ཨ་ནི་སྐར་ཚིག་གོ་རེད། ང་ཚོ་གི་འདི་ནས་རེ་བ་བྱས་ནས་ཨ་ནི་བུ་འགུགས་གི་ཡོངས་གྲོང་དགོན་གྱི་བླ་ཆེན།

འོད་དཔག། བརྒྱད་ཅུ་སྟོང་བརྒྱད་ལོ་ནས་གཟེར་ནི་གཡུང་དྲུང་བོན་གྱི་བླ་ཆེན་དང་རྣམ་རྒྱལ་སྔགས་སོགས་བོན་ནང་ནས་བླ་མ་ཆེར་བྱས་ཏེ་གཅིག་གི་བླ་ཆེན་གཉིས་ཀྱི་བླ་ཆེན་ལ་བར་དུ་སྤྱིར་བཏང་གི་བོན་པོ་སྤྱི་ཡི་བླ་ཆེན། བོན་པོ་སྤྱི་ཡི་བླ་མ་གཙོ་བོ་འདྲ་བོ་སྟེ་ཤཱཀྱ་བསྟན་པའི་གཙིགས་ཆེན་ཟེར་བའི་བདག་བོ་དེ་ཁོང་བཀོད་རེད་ད་བོད་ཆས་རིགས་རེ་རེའི་གང་ནས་ད་ས་སྐྱ་དཀར་རྒྱལ་སྨྱོན་མ།

ཅིག་སློབ་སྦྱོང་བྱེད་ཡག་དུ་འགོ་བརྩིས། ཨ་ནི་ཁོང་གི་ཚང་མ་གི་ཐུགས་ཞེན་ཚང་མ་ནི་སྒྲུབ་གི་ཡིན། ཨ་ནི་ཡོངས་འཛིན་རྣམ་པ་ཁྱེད་རྣམ་པ་གི་དཔེ་ཁྲིད་གི་གནང་ཞོག་དང་ཨ་ནི་ཆ་རྐྱེན་མཐིང་ཆེན་ཚང་མ་ཁོང་གི་གནང་གི་ཡིན་ལ་ནི་ཞུས་ཏེ་ཡོངས་འཛིན་བསྟན་འཛིན་རྣམ་དག་རྣམ་རྒྱལ་སོགས་འགུ་དོ། ཁོང་ཁྱིམ་ཚང་ཆེན་པོ་གི་དམུ་རེད་ཨ་ནི་སྤོབས་པ་ཆེན་པོ་རེད་བློ་སྒོ་ཆེན་པོ་རེད། བུ་ལོན་ཡར་ས་ཚང་མ་བུ་ལོན་ཡར་ནི་དེ་འདྲས་ཀྱི་ནི་ཚང་མ་ག་ཚོད་ན་དགྲ་ཡི་ཚོགས་གཙོ་ཚང་མ་དེ་འདྲས་གནང་གི་རེད། ང་ཚོ་འདི་ནས་སྤོབས་པ་མེད་ཕོངས་ཏེ་སྤོབས་པ་ཆེ་པོ་ཡོད་རེད་ག་རེ་ཡིན་ན་དང་པོ་ང་ཚོ་དཔེ་ཆ་ཚང་མ་ཨེ་ཡར་ནས་ཉི་མ་ལ་ཨེ་ཡར་ནས་ཟིན་བྲིས་བྱེད་ནས་སྐྲ་ཡུལ་ཚོ་ཐོག་ཏུ་དེ་ནང་བསྡད་རེད་ད་ཐོག་མར་དྲ་གཉིས་ཀྱི་ཟིན་བྲིས་འདི་མ་གཏོགས་ཡོག་མ་རེད་ད་དེ་ཕྱི་གཏོང་རྒྱུ་ཡོག་ང་ཚོ་གི་བཤད་སྒྲུབ་ཀྱི་དེ་རྩིག་ནས་ད་ད་ལྟ་བར་དུ་དགེ་བཤེས་བརྒྱ་དང་སུམ་བརྒྱ་ལྷག་སུ་ཐོན་འདོད་དེ་འཛམ་བུ་གླང་ས་ཆ་ག་ས་གང་དུ་སོང་ནས་བོང་བུ་སྤྱིར་བཏང་གི་ལྟ་བུ་གི་ཆོས་དང་རིག་གཞུང་གི་ཨ་མ་གཡུང་དྲུང་བོན་གྱི་ཆོས་དང་རིག་གཞུང་ལ་ན་གང་ས་གང་ལ་བསྟན་པ་དགོན་པ་བཙུགས་ཨ་ནི་བྱེས་ཀྱི་ཁག་ལ

མང་ཚོགས་ཁ་ཤས་ན་བོང་བུ་ཡི་ལབ་ཀྱི་མི་ཡིན་ནམ་མིན་ནམ་བསམ་མཁན་མང་པོ་ཡོད་རེད། ཁ་ཤས་ཀྱིས་བོང་བུ་ནང་ན་བོང་བུ་ཟེར་ཡ་ཞིག་ག་ནས་མི་ཞིག་ཡིན་ན་ང་ཚོ་འདྲ་བོ་ཡིན་ནམ་མིན་ནམ་བསམ་མཁན་མང་པོ་རེད་ད་དྭངས་གསལ་ཚང་མ་གིས་བོང་བུ་ལབ་ཀྱི་སྒང་ལ་མང་ཆེ་ཕལ་ཆེ་ད་མི་བལ་དུ་ཁོ་རང་གིས་རྙང་པ་ལབ་པ་བལ་དུ་ཁོ་རང་གིས་དྲག་པོ་ཁ་ཤས་ཀྱིས་ན་མ་གཏོགས་མང་ཆེ་བ་གིས་གཞོན་སྐྱེས་ལྷག་པར་དུ་གཞོན་སྐྱེས་མང་པོ་ཞིག་གིས་བུ་འབུ་ཟེར་ཡ་དེ་ང་ཚོ་བོད་ཀྱི་ཆེས་དང་རིག་གཞུང་དཀའ་རིགས་ཡིན་ན་ཨ་མ་དེ་ཡིན་པ་ང་ཚོ་བོད་ཀྱི་ཆེས་དང་རིག་གཞུང་དངོས་ནི་དེ་ང་ཚོ་བུ་འབུ་གི་ཆེས་དང་རིག་གཞུང་ཡིན་པ་ཨ་ནི་བ་འདི་གི་ཆེས་དེ་རྒྱ་གར་ནས་ཚེ་བསྟན་འབྲིང་ཞེས་དེ་ཡིན་པ་ཨ་ནི་ང་ཚོ་གི་ཆེས་དངོས་ནི་དེ་མ་ཡིན་པ་འོ་དེ་ཚང་མ་ཕལ་ཆེར་ཧ་གོ་གི་ཡོད་རེད་ཨ་དགུ་བའི་རིག་ར་ད་ཁ་ཤས་ཀྱི་ཁྲི་ཁྲག་འཛིན་འདྲ་བོ་ཅི་ནི་དེ་ཡོད་མ་གཏོགས་ད་སོ་སོ་གི་བླ་མ་གི་གསུང་རོགས་རྒྱུ་དེ་ད་ངོ་མ་ངོ་མ་ང་ཚོ་བླ་མ་གི་བཙན་ཡོད་བླ་མ་གི་གསུང་དགོས་རིག་དེ་ད་དེ་མིན་ན་ཡང་ང་ཚོ་ཁས་ལེན་ཅི་དགོས་ཀྱི་རེད་ལ་ནི་དེ་ཁྲི་ཁྲག་འཛིན་འདྲ་ཅི་དེ་མ་གཏོགས་གཞོན་སྐྱེས་མང་པོ་ཟེར་གི་ངོ་ནི་ང་ཚོ་གི་བོད་ཀྱི་ཆོས་དང་ལི་རོང་གི་ཁུངས་གཏུགས་ས་ཨ་དེ་ས་དེ་ང་ཚོ་བོད་ཀྱི་ངོ་ནི་གི་བོད་ནི་རང་ནི་གི་ཆོས་དེ་བོང་བུ་གི་ཆོས་ཡིན་པ་དེ་ཧ་གོ་རེད་དེ་གི་རྩ་བ་ད་འདི་འདྲའི་ཐུགས་དེ་ཡོད།

ཨོ་དེ་འདི་ཚོགས་འདུ་ཐང་མ་གཉིས་པ་དེ་འདི་སྐབས་སུ་མ་རིག་ཁྲི་འཛིན་ཕེབས་རེད་ད་བོད་རྒྱུད་གྲྭ་བ་གཅིག་གི་ནང་ནས་རྒྱལ་སྤྱིའི་བོད་རིག་པའི་ཚོགས་འདུ་ལ་ཐོག་མ་ཕེབས་མཁན་ཐང་མ་དང་པོ་ཕེབས་མཁན་དེ་མ་རིག་ཁྲི་འཛིན་རེད་ལན་བཤད་གི་རེད་དེ་འདྲ་ཡིན་དུས་ངམ་དྭངས་སང་ཚོགས་འདུ་ག་དུས་སོང་ན་ཅི་བོད་འབུག་གི་གྲྭ་བ་སྟོང་དགུ་དངུ་གུ་གོང་གི་དཔེ་མང་པོ་ཡོད་རེད་མི་བཟོ་གི་བོད་འབུག་གི་གྲྭ་བ་དེ་ཚོ་དཔེ་རྩོམ་ལ་གཏོར་གནང་ཡོད་མཁན་ཞིབ་འཇུག་གི་ཚོགས་འདུ་ལ་མང་པོ་ཕེབས་མཁན་དེ་ཕེབས་ཏེ་རྡོར་སྣང་མང་པོ་ཡོད་འདི་ག་རེ་རེད་དེ་བོད་ཀྱི་འཕྲིན་ཟིང་གི་དཔེ་ཆུ་སློབ་སྦྱོང་རྒྱག་སྟངས་ཡིན་ན་ཁོང་གིས་ངོ་མ་དེ་འདྲི་ཕེབས་བསྡད་ཡག་འདུག་ཁོང་འདྲི་འདྲི་ག་ཟུག་གོ་རེ་དེ་འདྲི་ལ་རྡོར་སྣང་ཡོད་པའི་དགའ་ལྡན་གྱི་དྭངས་སང་བོང་བུ་འདྲ་བ་ཚོང་རྡ་གང་སོང་ན་བོང་བུ་འདྲ་བ་མང་པོ་ཡོད་པ་རྒྱུ་མཚན་དེ་ཡིན་གྱི་རེད་ལ་ནི་བཤད་གི་ཡོད་རེད་རོ་ཨོ་དེ་ནི་དེ་མ་གཏོགས་ཁོ་སེམས་འདྲི་གའི་སེམས་ལ་གྲགས་ག་ཚོད་ག་ཚོད་རེད་སྟོང་ཕྲག་སྟོང་ཕྲག་ཁྲི་ཕྲག་ཁྲི་ཕྲག་བ་རེད་དེ་རྒྱལ་སྤྱིའི་བོད་རིག་པའི་ཚོང་རྡ་དེར་ལས་དུས་ཁོ་ཚོ་འདྲ་བ་རེ་རེ་གཉིས་རེ་ཡོད་ལ་མེད་ལ་རེད།

སྐྱབས་མགོན་གཞོན་ནུ་རུ་པ་ཡག་ཕྱི་ལོ་ཁྲི་སྟོང་དགུ་བརྒྱའི་རྒྱལ་ས་སྐྱབས་རྗེ་མདོ་སྨད་རི་དགོན་པ་ལ་གདན་འདྲེན་ཞུས་ད་ལྟའི་དགོན་པ་དང་སྟབས་བདེ་ན་ཧ་ཅང་གི་སྐྱོ་བོ་རེད་ཨ་ནི་འདས་གདན་འདྲེན་ཞུས་ནས་དགོན་པ་འདི་བཀག་སོ། རིན་པོ་ཆེ་རྣམ་པ་པའི་དགུང་ལོ་གཞོན་ཤོས་རེད་དོ། ཨོ་གདན་འདྲེན་ཞུས་ནས་ནི་དགོན་པ་ཚང་མ་བཅས་གདན་བཀག་ས། དེ་སྤྱན་འབུལ་ཞུས་ནི་དང་པོ་ནི་སྐྱབས་མགོན་རིན་པོ་ཆེ་གི་ནི། ང་ཡི་ཁྲི་འཛིན་རིན་པོ་ཆེ་རེད་ཨ་ནི་ཡོངས་འཛིན་བསྟན་འཛིན་རྣམ་དག་རེད་ཁོང་རྣམ་པ་ལ་ནི་བོང་བུ་གི་ཁྱི་དང་རིག་གཞུང་སྟེ་ང་ངུ་ཞིག་ངུ་ཞིག་མེད་ཁྱེད་རྣམ་པ་ག་རེ་ཡིན་ན་གནང་སོང་རེད་ཨ་ནི་རོགས་པ་ག་རེ་བྱེད་དགོས་ན་ངས་བྱེད་གི་ཡིན་ཨ་ནི་དེ་འདྲས་སོང་སོང་ལ་རིན་པོ་ཆེ་ནང་རྣམ་རྒྱལ་དགའ་ལུགས་ཅིག་གནང་འདི་ག་ན་རྒྱབ་འགན་རིན་པོ་ཆེ་ལགས། ཁོས་ཧ་ལས་ཁྱིམ་ཚང་ཧ་ལས་བཞག་གི་རེད། སྤྱིར་བཏང་གི་ནག་ཚོང་གི་མི་རིགས་ཁྲི་འཛིན་ཟེར་ཡ་དེ་ག་སུ་གུ་རེད་སྤྱིར་བཏང་གི་ནག་ཚོང་གི་བོན་པོ་གི་བླ་མ་ཧ་ལས་རྩ་ཆེན་པོ་དེ་རེད་བོན་པོ་ཁོ་རང་གི་ནག་ཚོང་ནང་ལ་ད་བོན་པོ་ས་འཛམ་བུ་ལ་གང་ཞིག་ནས་ཡིན་དེ་ཡིན་ད་ཁོ་རྩ་ཡི་བླ་མ་རེད་ག་སུ་ན་ག་སུ་ན། ཞལ་དཀར་བསྟན་པའི་གཙིགས་རྒྱན་ནི་བོན་པོ་གི་བླ་ཤིང་ཡིན་ཟེར་གོ་རེད་སྤྱིར་བཏང་གི་མི་རིགས་ཁྲི་འཛིན་ཡོངས་ཀྱི་ནང་ནས་བོན་པོ་ཙམ་མ་ཡིན་པའི་གྲུབ་མཐའ་གཞན་པ་སྤྱི་ཚོགས་ཀྱི་ནང་ལ་བོན་པོ་མ་ཡིན་པ་དག་ལ་མི་རིགས་ཁྲི་འཛིན་ལབ་རྒྱུ་ཧ་ལས་ལས་ཁྲི

དགོངས་པ་བཞི་བཟུང་གི་ག་རེ་ཡིན་ན་དགག་ལུགས་གཅིག་གནང་ན་གཅིག་བཀའ་ཟུར་པ་ནང་ཡིན་ན་ཕྱི་ཡིན་ན་རྒྱ་མགོས་རིན་པོ་ཆེ་བཀའ་དྲིན་ཆེན་པོ་ཡིན་རིགས་ཁོང་གིས་ང་ཚོ་འདི་དྲིན་བཀའ་དྲིན་དྲིལ་རྗེས་ང་ཚོ་འདི་དྲིན་སླེབས་བསྡད་ཡོད་རེད་ནམ་གྱི་སོང་བསྡད་གི་རེད་དགའ་སང་ཡོངས་རྫས་བསྟན་འཛིན་རྣམ་གྲངས་ལ་སོང་གི་རེད་རིན་པོ་ཆེ་ནམ་གྱི་སོང་བསྡད་གི་རེད་དེ་འདྲའི་འདི་གང་ལ་ཁོང་རྣམ་པ་གཅིག་ཚེ་སྙན་གྲགས་དང་ལྕགས་ལམ་འགྲོ་དང་ཚང་མ་ཆགས་བསྡད་ཡང་དེ་འདྲའི་ཡིན་གྱི་རེད་ཕྱོགས་གཅིག་ནས། ལྷ་ཁུང་བོད་ལ་ཁང་པ་བཞི་ལ་ཕེབས་ཏེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ནས་རྒྱ་གར་ལ་ཕེབས་ནས་སྔ་ཕྱི་བོད་ལ་ཁང་པ་བཞི་ལ་ཕེབས་དང་གཅིག་དེ་ཐོག་མ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་བཞི་ལོ་ཐོག་མ་བོད་ལ་བྱུགས་རྒྱུ་གནང་ནས་དེའི་སྐབས་ལ་རེད་དེ། དེ་ནས་ཏང་གི་ལས་ལ་གནས་རྒྱུ་གནས་ཕིགས་ཞུས་ཀྱི་ཡོད། ཉིས་སྟོང་གཅིག་གི་ལོ་རྩིས་མགོན་རེ་ན་མེ་ལ་ཕྱག་བཏབ་རེད་ཕྱག་བཏབ་ལ་ན་ད་འདི་སྔའི་ནང་མགོ་བཙུགས་ནས་ཨ་ནི་ཉིས་སྟོང་གཅིག་གི་ལོ་ལག་སྒྲིབ་བྱུང་ནས་མཛད་སྒོ་སྤེལ་ད་མཛད་སྒོ་སྤེལ་གི་ཉིན་མོ་དེ་སློབ་གྲྭ་ཡིན་ན་ག་རེ་ཡིན་ན་དེ་སྟབས་ཀྱི་ལོ་དེ་ལ་ངས་གསུང་གི་རེད་བ། འོ་དེ་ལ་ཉིས་སྟོང་གཅིག་གི་ལོ་རྩིས་མགོན་རེ་ན་མེ་ལང་བཏབ་ཨ་ནི་དེ་ལ་བཤད་གྲྭ་བརྩིགས་ཨ་ནི་དེ་ལ་ད་བཙུན་མ་ཡིན་ན་དང་སང།

བཙུགས་ནས་ནི་མཛད་སྒོ་སྤེལ། ནི་འདིའི་མཛད་སྒོ་ལ་ཡང། བདག་རྒྱ་མགོན་རིན་པོ་ཆེ་སྔ་སོ་ཐང་བ་གཉིས་ལ་དགོན་པ་དེ་ལ་གདན་འདྲེན་ཞུས་པ་ནི་ཉིས་སྟོང་བདུན་དགུ་དགོན་མ་རི་དཔལ་མཛོད་ལ་གདན་འདྲེན་ཞུས། ནི་བདག་རིན་པོ་ཆེ་སྔ་སོ་དཔལ་ཤ་ཉང་བར་དུ་ཟོ། ནི་ངོ་སྤྲོད་ཞུས་པའི། འོ་དེ། དེ་ནི་ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་གསོ་རིག་འབུམ་བཞི་མཐོ་སློབ།

སྡོམ་ཚིག་གི་མཐོ་སློབ་དེ་དག་ཐོག་མ་དེ་ཡི་དང་པོ་སྟེ། འོ་དེ་ནས་བྱས་ནས་སྡོམ་ཚིག་འདུལ་བསྟན་མཁས་བཙུན་ནས་ནི་གཞུང་ལ་ཁྲིམས་ཐོག་གི། བོད་ཀྱི་ཁྲིམས་ཐོག་སྨན་པའི་ལྷན་ཚོགས་ལའང་དེབ་སྐྱེལ་བགྱིས། ཨེ་ད་ལྟ་ད་ང་ཚོ་ཕ་ཁྱེར་སྐབས་དང་པོ་དེ་ད་ལོ་དབྱར་ཁ་འདི་གི་དབྱར་ཁ་དེ་ལ། སྐབས་དང་པོ་དེ་ཐོན་དགོས་ཨེ་ག་རེ་ནི་ག་ཟེར་ན།

གསུམ་གསུམ་དཀར་ཡོད་རེད་སྐད་མཁྱེན་གི་ཡོད་མ་རེད་མང་ཆེ་གི་ཨ་ཁུ་མེ་ཡོད་ཀྱི་མ་རེད་པེ་རེད་རེད་གཉིས་རེད་ཅེས་པར་གཏོགས་དེ་ནང་ན་ང་ཚོ་ཞིབ་འཇུག་བྱས་ཏེ་ཨ་ནེ་ཐུགས་རྒྱབ་ཀྱི་ཡང་སྙིང་རིན་པོ་ཆེ་གི་མཛད་པ་གཅིག་གཉིས་དང་བཅར་བའི་སྟོན་པའི་རྣམ་ཐར་གཅིག་ཡང་ཁོང་གི་ཕྱག་བྲིས་ནང་བཞག་ང་ད་ལྟ་པར་བརྒྱབ་ཡོད་མ་རེད་མདོ་སྟོད་རིང་འབུམ་གཞིས་ཀྱི་གཟིམ་ཁང་གྲུབ་ཚུལ་གྱི་བསྟན་བཅོས་ལ་ནི་རེ་རེ་ལ་རི་མོ་བཀོད་ནས་བྲིས་བཞག་རྒྱུ་མི་ཡོད་གཟིམ་ཁང་ཆ་ཤས་རེ་རེ་ལ་ཕྱི་ནང་ཚང་མ་རི་མོ་བཀོད་ནས

བར་བྱུང་འདུག་ཅེས་ན་ཧ་ལམ་སྐད་བསྒྱུར་མི་འགྲོ་བསམ་གསུངས་འདུག་ཨ་ནི་ཡིན་ག་ཟེར་ན་ཡིན་བུ་འཆད་ཚིག་ཤན་འབྱེད་ལས་དབྱིན་ཇི་དང་བོད་ཡིག་གི་ཤེས་ཚིག་སྐོར་ལ་ཨ་ནི་ཕ་ཁྱེར་ཁོང་གིས་ནོར་ཝེ་དང་ཨ་ནི་ལན་དན་དེ་ཚོ་ལ་ཨ་ནི་ཞིབ་འཇུག་གནང་ཡ་དང་སློབ་གཉེར་གནང་འདི་སྐབས་ལ་ཨ་ནི་དབྱིན་ཇི་དེ་ཚོ་ལ་ངོ་སྤྲོད་བྱེད་ཡ་གི་ཆེད་བལྟས་ན་ཡིན་འགྲོ་དེ་ཁོང་གིས་དབྱིན་ཇི་བྲིས་བཞག་རྒྱུ་བོད་ཡིག་བྲིས་བཞག་རྒྱུ་ཨ་ནི་དེ་ཚང་མ་ཁོང་གིས་ཕྱག་བྲིས་གནང་བཞག་རྒྱུ་རེ་མིག་ལ་ནི་ཕབ་བཞག་རྒྱུ་ཨོ་དེ་འདྲས་བྱེད་ཡོད་འདུག་ད་བསྟོད་ཚིག་གི་བསྟོད་ཚུལ་ཐོས་དགོས་ཟེར་ད་བླ་མ་ཁག་ལ་བསྟོད་པ་བྲིས་བཞག་རྒྱུ་གསོལ་འདེབས་བྲིས་བཞག་རྒྱུ་ད་དེ་འདྲའི་མང་པོ་བྱེད་དུ་ར་བསྡད་དེ་མ་ཡིན་མི་འགྲིག་དེབ་འདྲ་བོ་མི་འགྲིག་མི་བཟོ་གི་དེབ་ཅིག་དགོས་གི་འདུག་ང་ལ་ཅིག་ཚོགས་པ་ཁག་ལའང་ཅིག་འགོར་གྱི་འདྲ་བོ་དེ་འདྲའི་ནང་བཟོ་རྒྱུ་ད་བསྡད་དེ་ཁོ་རང་མང་དུ་བྱེད་དུ་ད་ད་བསྟོད་ཚིག་དང་ཨ་ནི་མི་སུ་ལ་ཅིག་མཆོད་བྱེད་འདྲ་བོ་དེ་འདྲའི་ནང་བཟོ་རྒྱུ་དེ་མང་པོ་བྱེད་དུ་ད་ཁྱེད་རང་ཁོང་གི་ནམ་རྒྱུན་གྱི་ད་དགུང་ལོ་ཡ་ར་དེ་མཐོན་པོ་སླེབས་དུས་ཀྱི་ཕྱག་བྲིས་དེ།

སྐད་ཆེན་པོ་ཞུ་བའི་ཕྱག་དེ་འདི་འདྲ་ཡིན་དུས་ང་ལ་ང་ཚོ་གི་མན་རིགས་ཁྲི་འཛིན་ནང་ནས་ད་སུམ་ཅུ་སོ་གསུམ་བྱུང་བ་རེད་དེ་ང་ཚོ་གི་ད་བསྟན་པ་ཉག་ཕྲ་ཡི་སྐབས་སུ་ད་དངོས་གནས་ང་ཚོ་ལ་དགའ་དྲིན་ཆེན་པོ་མཛད་དགའ་ཚེ་སྙན་གྲགས་དགའ་ནས་སྙན་གྲགས་ཆེ་ཤོས་འཛམ་བུ་གླང་ནས་ཡང་དྲན་ད་འཛམ་གླིང་ཤར་ནུབ་གང་ནས་ཡིན་ན་ཚང་མ་ལ་སྐད་གྲགས་ཆེ་ཤོས་དེ་མན་རིགས་ཁྲི་འཛིན་སོ་གསུམ་པ་ཕྱག་དེ་རེད།